དེ་ནས་དྷརྨ་དྷེ་ལི་ཡང་རེ་འདུན་ཞུས་ཡོད་འདི་ལྡི་ལི་དོན་གཅོད་དང་འབྲེལ་བ་ཡིན། ང་ཚོས་ཕྱི་བསྐྱོད་ལག་དེབ་གསལ་བོ་རང་གི་ཐོག་ལ་ཡིན། ཕྱི་བསྐྱོད་ལག་དེབ་གསལ་བོ་ཐོག་ལ་ད་ལོ་གཅིག་འགོར་བ་ཡོད་རེད་ལོ་གཅིག་ལས་མ་འང་འགོར་བ་ཡོད་ཀྱི་རེད་ཟླ་བ་དགུ་འགོར་བ་ཟླ་བ་དྲུག་འགོར་བ་གང་ལྟར་དུས་ཚོད་ཟླ་བ་མང་པོ་ཞིག་འགོར་ནས་དྷརྨའི་མདུད་ལ་ཡིག་ཆ་དེ་ཐོན་ནས་ལྡི་ལི་དོན་གཅོད་ནང་སླེབས་འདེགས་འདུག་ལྡི་ལི་དོན་གཅོད་ནང་ལ་ཡིག་ཆ་དེ་གྱི་སླད་ད་ལྟ་ལོ་གཅིག་གི་ནང་ལེན་བསྡོམས་བལྟས་པ་ནི་སུམ་སྟོང་ཉིས་བརྒྱ་སུ་འཇོག་གི་འདུག་ཨ་ལ། ད་དེ་སྐད་དེ་དིལ་དོན་གཅོད་ནང་འཇོག་ཚར་བ་དང་དིལ་དོན་གཅོད་ཀྱི་མི་དོ་བདག་སོ་སོ་ལ་ཕྱག་རིས་གནང་ནས་ཨ་འདི་ལན་འགའ་ཡོང་དགོས་རེད་དོ་བདག་དོ་བདག་ཡོང་ཐུབ་ཀྱི་མེད་པ་ངོ་ཚབ་ཅིག་བཏང་དགོས་རེད་ད་དེ་སྐད་བརྡབ་གསིག་ཆེན་པོ་ཞིབ་ཅིག་རེ་བཞག་དོ་བདག། ཐག་ཉེ་འདི་ཚོང་ཅིག་ནི་ཁོམ་པ་ཏན་ཏན་ཡོང་གི་རེད་བསམ་གི་འདུག་ད་མང་ཆེ་ས་ཐག་རིང་པོ་ནི་རེད། གནམ་གྲུ་ནང་ལ་ཡོང་དགོས་ཀྱི་ཡོད་རེད་མེ་ཁོག་ནང་ལ་ཡོང་དགོས་ཀྱི་ཡོད་རེད་མ་གལ་ལ་ཡང་རླབས་ཕྲའི་སྤུ་གུ་བྱིན་ན་རླབས་ཕྲ་ག་འདྲའི་ཟིན་ཐོ་ཆོད་འགྲོ་གི་རེད། གདན་ས་ཆོས་སྒར་ཁག་གི་ཡིན་ན་གྲྭ་བཙུན་པ་གི་ཡང་བསླབ་པ་སློབ་ཡོན་ལ་ཐུན་ག་འདྲའི་ཟིན་ཐོ་ཆོད་འགྲོ་གི་རེད། ཞིང་པ་ཅིག་ཡིན་པ་ནི་དེ་ནང་བཞིན་རེད་ཚང་མ་ལས་ཀ་ཡོད་པ་ཅིག་ལ་ད་དེབ་དེ་དཀའ་ལས་བསྐྱབས་བསྐྱབས་ཟླ་བ་མང་པོ་འགོར་རེད་ཐ་མ་དེ་ལ་ཡང་དེབ་དེ་ལེན་ཁག་ལ་མི་འགྲོ་དགོས་ཀྱི་ཡོད་པ་བྱེད་དེ་འགྲོ་སོང་དང། ལྡི་ལི་ལ་ཉི་མ་གཅིག་ནི་མ་འདང་ཞོག་གི་ཅིག་རེད་བ། ད་ནང་བཞིན་ད་ཐ་མ་དེ་དེ་དེབ་དེ་ལེན་གྱི་འགྲོ་ཡ་ཅིག་རེད། ངོ་ཚབ་ཅིག་བཀོད་པས་ནི་ངོ་ཚབ་དེ་གི་ཡང་དེབ་དེ་ལེན་ནས་གོ་ཁ་ཐུག་ཅིག་གི་གཞི་ཆགས་ལེགས་ཡོད་འགྲོ་མེད་འགྲོ་བྱས་ན་དེ་གྱི་རིགས་དེ་ད་དེ་སྔ་གཅིག་གཉིས་ཅིག་བོར་བརླག་ཤོར་བའི་གནས་སྟངས་ལ་བརྟེན་བྱས་ནས་ཕལ་ཆེར་དེ་འདྲས་ཅིག་གནང་ཡིན་ས་རེད་བསམ་གི་འདུག་ད་དེ་འགྱུར་བ་ཅིག་གནང་ནས་མི་བཅར་མ་གོ་བ་ཅིག་ད་ལྟ་གཞུང་ཚབ་ཁག་གི་ནང་ལས་ཁྱེད་རང་ཚོ་བཅར་གི་ཡིན་པ་དེབ་བཏང་དགོས་རེད་བ་བྱས་ནས་དེ་འཁོད་ས་ཞིག་དོར་བ་ལ་དེ་ནང་བཞིན་བྱས་ནས་དོན་གཅོད་ཁང་གི་བརྒྱུད་ནས་ལྷ་རབ་ཡིན་ན་དོ་བདག་སོ་སོ་ལ་ཡང་ད་དེ་རིགས་ཁ་སང་མགྱོགས་སམ་གི་བརྒྱུད་ནས་དེབ་བཞི་པོ་དོར་བ་ལ་ད་མེད་པ་ཡིན་ན་འབྲེལ་ཡོད་ཀྱི་ས་གནས་འགོ་འཛིན་ལས་ཁུངས་ལ་ཁོ་མི་བཅུ་བཅོ་ལྔ་ག་རེ་ཡོད་པ་དེ་གནང་པ་ཡིན་ན། དེ་སྟབས་བདེ་བ་ཅིག་དང་དོ་བདག་སོ་སོ་ལ་ཡང་དེ་བརྡབ་གསིག་མེད་པ་ཅིག་དེ། གཞན་དབང་སྟབས་བསྟུན་གནང་དགོས་ཡ་གལ་མི་འདུག་འདིལ་དོན་གཅོད་རང་གི་ཕྱག་ལ་ཆ་ཚང་ཡོད་བསྡད་པ་ཅིག་རེད་ཨ་འདིལ་དོན་གཅོད་གལ་མ་གལ་ལ་བརྒྱ་བརྒྱ་དགུ་བརྒྱ་ཉར་བསྡད་ནས་མི་སླེ་གི་མི་འདུག་ད་སླེ་མ་སོང་ཟེར་ཡ་སོང་འདྲ་བ་ཅིག་དེ། འགན་དེ་ཡང་ཡོག་མ་རེད་བ་ལ་ཁོ་སྐབས་དུས་སོ་སོ་ལ་ཡང་ཐོན་གི་ཐོན་གི་ཐོན་གི་ལ་ཡང་གཏང་ཐུབ་པ་ཡིན་ན། དོ་བདག་ལ་ཡང་ཕན་པ། ཟླ་བ་མང་པོ་དཀའ་ལས་བརྒྱབ་བསྡད་པ་ཅིག་ཡོག་རེད། ལྡི་ལི་དོན་གཅོད་ནི་སྐུ་ངལ་ཚེགས་མེད་སྐྱོན་ཡོད་ཐ་མ་ཐོན་པའི་སྐབས་ལ་ཡང་དེབ་འདི་བལྟས་ཉར་གྱིན་ད་མི་ལེགས་གི་མི་འདུག་ཟེར་ནས་ཡང་འགག་བསྡད་སོ་རེད་འདུག་བ་ལ་ཟེར་ན་ད་དེ་གྱིས་དེ་གཞན་ལ་བསྟུན་དགོས་ཡ་གང་ཡང་མི་འདུག་ང་རང་ཚོའི་རང་གི་ཕྱག་ལ་ཡོད་པ་བྱིན་དུས་དེ་བལྟས་མྱུར་ར་སྟབས་བདེ་ཡ་གཅིག་གནང་ཡག་གི་ཆེད་དུ་དེ་རིགས་ཁ་སང་བསྒྲགས་སམ་ཡག་པོ་རེད་དོན་གཅོད་ཁང་རང་གི་ཞུས་ནས་བསྒྲགས་སམ་ཡག་ག་གཅིག་ལ་ཡག་ཀོ་རི་ཡར་དེ་འདྲའི་སར་བིས་ཡག་པོ་ཞིག་གི་སྒང་ལ་ཡག་ཁོ་གན་རྒྱ་བཞག་བྱིན་ནས་ཨ་ནི་ཕར་སྤྲད་པ་དང་དངུལ་ལེན་གོ་གི་འདུག་བས་དང་པོའི་རང་གནས་ཀྱི་དངུལ་གྱི་ཆ་ཤས་དེ་འབྲག་གི་འབྲག་ལ་ལེན་དགོས་ཀྱི་འདུག་བ་དེ་ཚོའི་རིགས་དེ་ཁོ་ཐབས་ལམ་གྱིས་དཔལ་གྱིས་བཟོས་ནས་གང་ལྟར་དོ་བདག་ཅག་མ་གོ་བྱུང་བས་ན་འདིའི་དོན་བརྗོད་ལ་ཡི་སུན་པོ་ཙམ་ཡོད་མ་རེད་བསམ་འདུག་མི་མང་ལ་ཡིན་ན་དེ་དབ་ཚིག་ཆུང་ང་ཞིག་འདུག་ད་དེ་ངེས་པར་དུ་ད་རིང་ཆུ་ལེན་བེན་ཐོང་ལ་མ་སོང་བ་ཅིག་ཨ་ནི་དགོངས་པ་ཤས་ཤས་གནང་རོགས་གནང་ཞུ་ཡ་ཡིན་དོ་ཆེ་ན།